ད་དེ་ནས་སྨྱུང་གནས་བླ་མ་བརྒྱུད་པ་དེ་ཚོའི་ནང་ན་བརྒྱུད་པ་དྲུག་པ་དེ་གྲུབ་ཐོབ་གཉིས་པོ་ཞུ་བ་དེ་རེད་ད་ཁོང་ཡང་ཡང་བསྟོད་མངའ་རིས་ཕྱོགས་དེ་བ་ཅིག་ནས་ཡིན་ས་རེད་ད་ཁོང་རང་དགུང་ལོ་ཉི་ཤུ་རྩ་ལྔ་རྩ་དྲུག་བར་དུ་སློབ་སྦྱོང་གནང་བྱུང་ད་མཁས་བཙུན་བཟང་གསུམ་གྱི་སྐད་གྲགས་ཡང་ཆེན་པོ་ཞེ་དྲག་ཅིག་བྱུང་ཡིན་ས་རེད་དེ་ནས་ཉི་མ་ཅིག་ཁོང་རང་གི་རྨི་ལམ་ནང་དུ་རྗེ་བཙུན་སྒྲོལ་མ་ཡིན་ཟེར་མཁན་བུ་མོ་ཅིག་ཕེབས་བྱས་ནས་ད་ཁྱོད་རང་མང་ཡུལ་ཕྱོགས་ན་འཕགས་པ་སྤྱན་རས་གཟིགས་སྐུ་དངོས་སུ་བཞུགས་ཡོད་རེད་དེ་རུ་འགྲོ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ལུང་བསྟན་གནང་འདུག་བ་ད་དེ་ནས་ཁོང་མ་སྐྱིད་རོང་ཕྱོགས་དེ་བ་ཚོ་ལ་མེད་འགྲོ། ཨོ་ད་དེའི་ཕྱོགས་ལ་ཕེབས་ཡོང་དུས་རྩམ་པ་ལ་བྱང་སེམས་ཟླ་བ་གྱ་བཙན་དང་མཇལ། ད་ང་ལ་ཕེབས་མི་ཚེ་ཆོས་ཟབ་པོ་ཞིག་གནང་རོགས་གནང་ཞུ་དུས་སྐབས་སུ་དེ་བྱང་སེམས་ཟླ་བ་གྱ་བཙན་གྱིས་དགེ་སློང་མ་དཔལ་མོ་ལུག་གི་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞལ་གྱི་དྭངས་མ་དང་ཆ་ཚང་གནང་འདུག་དེ་ནས་བྱང་སེམས་ཟླ་བ་གྱ་བཙན་གྱིས་ག་རེ་གསུངས་རེད་ཟེར་ན་ད་ཁྱོད་རང་འདི་རུ་མ་སྡོད་ཟེར་བགྲང་བྱང་སྟར་ཀོ་ལ་གོམ་རྒྱག་ཏུ་བཅུག་ཟེར་ལུང་བསྟན་གནང་བ་ནང་བཞིན་ནས་ཁོང་བྱང་སྟར་ཀོ་དེ་རུ་ཕེབས་ཡོང་དུས་སྐབས་ད་བྱང་སྟར་ཀོ་གི་རི་དེ་རུ་དེ་ནས་ཁོང་རང་ལོ་བརྒྱད་ཆ་ཚང་སྨྱུང་གནས་བསྐྱར་ཉར་ལ་བཞུགས། དེ་ནས་དབྱར་ཐོག་རེ་རེ་དང་དགུན་ཐོག་རེ་རེ་བཅས་དང་ལོ་དྲུག་རྩ་ཞུགས་ཡོང་དུས་སྐབས་སུ་ཁྱོན་བསྡོམས་བྱང་ལྟར་སྒོ་རུ་བསྙུང་ནས་ལོ་བཅུ་བཞི་ཐམ་པ་བཞུགས་ཤག་དེ་བཞུགས་ཡོང་དུས་བརྩམས་པ་ལ་ད་ཁོང་གི་ཐུགས་རྒྱུད་ལ་བྱམས་སྙིང་རྗེ་དང་དངོས་གཞི་དང་གྲུབ་རྟགས་དེ་ཚོ་ལ་འགྲན་ཟླ་མེད་པ་ཅིག་ཆགས་འདུག་ཨ་ད་དེ་ནས་བྱས་ལ་ཚུར་ངམ་རིང་ཕྱོགས་ལ་ཕེབས་ཕྱིན་ན་དེ་མྱི་བུ་དགོན་པ་ཆགས་སྟབས་ད་དེ་རུ་ཡང་བསྙུང་ནས་རྐྱང་རྐྱང་ལ་བཞུགས་ཡོང་དུས་བརྩམས་པ་ལ་ད་ཉི་མ་གཅིག་ཁོང་བསྙུང་ནས་ལ་བཞུགས་ཡོད་པའི་སྐབས་མཚན་མོ་མཚན་ཕྱེད་ཀ་ཙམ་ཞིག་ལ་ཁོང་གི་སྤྱན་གཉིས་དེར་བ་མིག་གཉིས་དེ་ད་ལྟ་རང་ཐོན་འགྲོ་གི་ཡོད་ས་རེད་བསམ་བསམ་འདྲ་བོ་ཞིག་གིས་པད་མི་ཟེར་ན་གཟུགས་ཆེན་པོ་ཧིའུ་ཅིག་དང་ཧིའུ་ཅིག་སྙུང་འདུག་ཨ། དེ་ནས་ལྟོ་བོགས་སུ་བྱས་ཏེ་ད་མི་དཀར་པོ་ཅིག་ཕེབས་ཀྱིན་ན་ག་རེ་གསུངས་རེད་ཟེར་ན། ན་ཚ་འདི་ཁྱོད་རང་ལ་སྐྱེ་བ་ལྔ་བརྒྱ་གི་གོང་དུ་རྒྱ་གར་ལྷོ་ཕྱོགས་སུ་གྲུ་གཟིངས་གཏོང་མཁན་གྱི་རྙེད་པ་ཞིག་གི་སྐྱེ་བ་བླངས་བཞག། དེའི་སྐབས་སུ་དེ་ནས་གྲུ་གཟིངས་ཀྱི་སྐྱ་བ་ཟེར་ཡ་རྒྱུག་པ་ཅིག་ཡོད་རེད་བ། འོ་དེ་རྒྱུག་པ་དེ་ཉག་ཅིག་གི་མིག་ལ་ཕོག་བྱས་ན་དེ་ནས་མིག་འཕྲོག་བརླག་བཏང་བཞག་མིག་བཅར་བཞག། འོ་ད་དེ་ཡི་རྣམ་སྨིན་གྱི་མཐའ་མ་དེ་རེད་གསུངས་འདུག་ཨ། ཡང་ཉི་མ་གཅིག་ཁོང་དེ་འདྲའི་སྨྱུང་གནས་བཞུགས་ཡོང་དུས་རྩམ་པ་ལ་ཁོང་གིས་འགྲམ་པ་གཡས་ཕྱོགས་ཀྱི་པད་མི་ཚེ་སྐྲངས་བྱས་ནས་ན་ཟུག་ཤུགས་ཆེ་བཏང་འདུག་བཏང་ཡོང་དུས་སྐབས་སུ་ཡང་མི་དཀར་པོ་དེ་ཕེབས་བྱས་ནས་ད་ན་ཟ་འདི་ཁྱོད་རང་སྐྱེ་བ་དགུ་བརྒྱ་གི་སྔོན་ལ་མ་ཡི་གཅིག་གི་འགྲམ་པ་བཅག་བཞག་འོ་དེ་གི་རྣམ་སྨིན་གྱི་ཐ་མ་རེད་ད་དེ་མིན་བར་ལ་ན་མི་མྱོང་གོ་མ་རེད་གསུངས་འདུག་འོ་ད་དེ་མི་དཀར་པོ་དེ་འཕགས་པ་སྤྱན་རས་གཟིགས་ཀྱི་སྤྲུལ་བ་རེད་འདུག་འོ་ད་དེ་འདྲའི་བྱེད་ཕྱག་དེ་རེད། སྨྱུང་གནས་བླ་མ་བརྒྱུད་པ་དེ་ཚོ་དང་ན་ད་བརྒྱུད་པ་བདུན་པ་དེ་སུ་དོན་རྡོར་རྗེ་རྒྱལ་པོ་ཞུ་བ་དེ་རེད་སུ་དོན་རྡོར་རྒྱལ་ཞུ་ཡས་དེ་རེད་ད་ཁོང་ཡང་བོད་རང་གནས་རེད་ད་ཁོང་གྲུབ་ཐོབ་ཉེས་ཕུག་གི་སྐུ་གནོན་ལ་བཅར་བྱས་ནས་ད་ཆོས་ཟབ་པོ་ཞུ་བ་ཞིག་གནང་རོགས་གནང་ཞུ་དུས་ཙར་བ་ལ་ད་གྲུབ་ཐོབ་ཉེས་ཕུག་གིས་དགེ་སློང་མ་དཔལ་མོ་ལུགས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་དབང་དང་དྭངས་མ་ཆ་ཚང་གནང་བྱས་ནས། ད་དེ་ནས་ཁོང་རང་མ་གྲོངས་ཀྱི་བར་དུ་རེ་བ་ཁོང་རང་མ་ཤི་ཡི་བར་དུ་ད་སྨྱུང་གནས་རང་འབྲི་གི་ཡིན་ཟེར་ནས་ཁོང་རང་གི་རྩ་བའི་བླ་མ་གྲུབ་ཐོབ་ཉེས་ཕུག་གི་སྐུ་གནོན་དུ་དམ་བཅའ་ཕུལ་བྱས་ནས་དེ་ནས་སྨྱུང་གནས་ཞུགས་ཡོང་དུས་ཙམ་བ་ལ། དེ་སྨྱུང་གནས་བཞུགས་ནས་དེ་ནས་ལོ་ལྔ་ཟིག་འགྲོ་ཡས་དེའི་མཚམས་གཅིག་ལ་དེ་ནས་ཟླ་བ་གསུམ་པའི་ཚེས་བ་བརྒྱད་ཀྱི་ཉིན་མོ་ཡིན་ན་མཚན་མོ་ཡིན་ན་ད་དེ་འདྲི་གཅིག་ལ་ད་འཕགས་པ་སྤྱན་རས་གཟིགས་སྐུ་དངོས་སུ་ཞལ་མཇལ་བྱས་ནས་ད་མངོན་ཤེས་དང་ཚུར་འགྲུག་འགྲོ་དོན་ལ་སོགས་པ་བསམ་གྱིས་མི་ཁྱབ་པ་བྱུང་བ་རེད་ཟོ་དེ་འདྲས་གསུངས་འདུག་བ་དེ་རེད། ད་དེ་ནས་སྨྱུང་གནས་ཀྱི་བླ་མ་བརྒྱུད་པ་དེ་ཚོའི་ནང་ན་ད་བརྒྱུད་པ་བརྒྱད་པ་དེ་ཞང་སྟོན་བྲང་ཆེའི་ཞུ་བ་དེ་རེད་ད་ཁོང་ཡང་བོད་རང་ནས་རེད་ལ་ཁོང་ཡང་དཔེ་མི་སྲིད་མཁས་པ་ཆེན་པོ་ཅིག་ཡིན་པ་མི་ཟད་དོ། དེ་ནས་སངས་རྒྱས་སྨན་བླ་དང་རྗེ་བཙུན་སྒྲོལ་མ་དེ་ཚོ་ཡི་དམ་ལ་བསྟེན་གནང་མཁན་ཞིག་རེད་ཤག་ཁོང་རང་ལ་རྗེ་བཙུན་སྒྲོལ་མ་གི་ལུང་བསྟན་ཡང་གནང་དེ་ག་ནང་བཞིན་དུ་ཁོང་རང་གི་རྩ་བའི་བླ་མ་སུ་དོན་རྡོ་རྗེ་རྒྱལ་པོ་གི་ག་རེ་གསུང་རེད་ཟེར་ན་ད་དུས་སྙིགས་མ་ལྔ་འདི་འདྲ་བོ་ལ་ད་འཕགས་པ་སྤྱན་རས་གཟིགས་བྱིན་རླབས་ཆེ་ཤོས་རེད་གསུང་བ་ལ་བརྟེན་ནས་དེ་ནས་ཁོང་གི་དེ་ན་ཁོང་རང་གི་རྩ་བའི་བླ་མ་སུ་དོན་རྡོ་རྗེ་རྒྱལ་པོའི་སྐུ་མདུན་ནས་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དཔལ་མོ་ལུགས་ཀྱི་གདམས་ངག་ཆ་ཚང་ཅིག་ཞུས། དེ་ནས་སྨྱུང་གནས་ལ་བཞུགས་ནས་ལོ་གསུམ་དང་ཟླ་བ་བཞི་ཙམ་སོང་བས་དེ་ནས་ཚལ་པ་བཅོ་ལྔའི་མཚན་མོ་ཞིག་ལ་དང་དང་པོ་མཚན་ཐོས་འདྲ་བོ་ཞིག་ལ་ད་ཇི་ཚུན་གྲོལ་མ་ཆག་ཚང་ཉེར་གཅིག་ཆ་ཚང་ཚུལ་ཞལ་མཇལ། དེ་ནས་མཚན་གུང་དེ་པ་ལ་སངས་རྒྱས་སྨན་བླ་ཆེ་ཁྱད་འཁོར་དང་བཅས་པ་དེ་ནས་ཞལ་མཇལ། ད་མཚན་མེ་དེ་པ་ལ་ད་དེ་ནས་འཕགས་པ་སྤྱན་རས་གཟིགས་སྐུ་དངོས་སུ་མཇལ་བྱས་ན་དེ་ནས་བྱིན་རླབས་གནང། དེ་ནས་ལུང་བསྟན་གནང་བྱས་ད་ག་རེ་གསུངས་རེ་ཟེར་ན། བུ་ཁྱོད་རང་མཆོག་གི་དངོས་གྲུབ་མ་ཐོབ་བར་དུ་ཁ་ལག་མ་ཟས་པར་རི་ཁྲོད་གནས་དབེན་པ་ཅིག་ཏུ་བཅུད་ལེན་ལ་བརྟེན་ནས་ཉམས་ལེན་བྱེད་ཞུ། གལ་སྲིད་ཁྱོད་རང་གིས་བཅུད་ལེན་གྱི་ཉམས་ལེན་མ་ནུས་པ་ཡིན་ན། དཀོར་མ་ཟ་བར་བྱས་ནས་དེ་ནས་བསོད་སྙོམས་རང་ལ་བསྟེན་བྱས་ནས་དེ་ནས་སེམས་ཅན་གྱི་འགྲོ་དོན་མཛོད་ལུང་སྟོན་གནང་འདུག་ད་བཅུད་ལེན་ཟེར་དུས་སྐབས་སུ་དེ་ནས། རྡོ་འདྲ་བོ་དང་ཤིང་དང་དེ་ག་ནང་བཞིན་ལོ་མ་འདྲ་བོ་དང་མེ་ཏོག་འདྲ་བོ་དང་ཡང་ན་སྨན་གྱི་རིལ་བུ་ཆུང་ཆུང་དེ་འདྲ་ལས་བསྟེན་བྱས་ནས་དེ་ནས་ཟ་མ་ཞེ་དག་ཟ་མི་དགོས་པའི་ཐོག་ལ་གྲུབ་ཡས་བྱེད་དོ་ད་དེ་རེད། ད་དེ་ནས་བསོད་སྙོམས་བསླབ་ན་དེ་ནས་ད་ཉི་མ་རེའི་ཉིན་གུང་གི་ཞལ་ལག་དེ་ཉི་མ་རེ་རེ་བཞིན་དུ་མི་གཙང་དེ་ཚོ་སྒོ་འགྲམ་ལ་ཕེབས་བྱས་ནས་དེ་ནས་སློང་མོ་བརྒྱབ་ནས་བྱོས་ཅི་ཡོད་རོགས་འོ་ད་དེ་ཕྱག་དེ་གོས་ལུང་དེ་གནང་བ་ནང་བཞིན་དུ་ད་ཁོང་བཅུད་ལེན་ལ་བརྟེན་ནས་དེ་ཉམས་ལེན་གནང་བཞུགས་དུས་ཙམ་པ་ལ་ད་ཟླ་བ་གསུམ་ཙམ་གྱི་མཚམས་ལ་དེ་ཚ་བི་ན་ཚ་ཆེན་པོ་ཞེ་དྲག་ཅིག་བྱུང་ནས་ད་ཁོང་ཞག་མ་བདུན་གྱི་བར་དུ་དྲག་མེད་འདུག་ད་མ་དྲག་ཡོང་དུས་ཙམ་པ་ད་ད་ང་ཕ་ཆེ་ཤི་ཡས་ཡིན་ས་རེད་གོང་བྱས་ནས་ད་བཞུགས་ཡོང་དུས་ཙམ་པ་ལ་ཞག་མ་བདུན་གྱི་མཚམས་ལ་ད་ཞོགས་པ་ཐོ་རངས་ད་གཉིད་འདྲ་བོ་ཅིག་སད་ལ་མ་སད་ལ་ཟ་ང་ཟི་ང་ཅིག་གི་སྐབས་སུ་འཕགས་པ་སྤྱན་རས་གཟིགས་དེ་ནས་ཞལ་མཇལ་བྱས་ནས་ད་ཁྱོད་རང་སྐྱེ་བ་སྔོན་མ་སྔོན་མ་ཞིག་ཉག་མང་པོ་ཞིག་གསོན་པོ་ཁོ་རང་ལ་ཆུ་ཚ་བའི་ནང་བཙོས་ནས་ཟས་བཞག་ཟེར་ད་དེའི་རྣམ་པར་སྨིན་པ་ལ་བརྟེན་ནས་ད་ཁྱོད་རང་དམྱལ་བ་ཚ་དམྱལ་དུ་ཡང་ལོ་མང་པོ་ཞིག་སྐྱེས་པ་རེད་ད་ད་ལྟ་ང་དངོས་སུ་འཇགས་ཡོང་འདུག་བསམ་པ་ལ་ད་ཁྱོད་རང་གི་སྡིག་པ་འདི་ད་ལྷག་མ་ཆ་ཚང་དག་པ་ཡིན་གསུངས་རྗེས་ད་ཁོ་རང་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་གིས་བསྟེན་ནས་ཁོང་གི་སྐུ་གཟུགས་ལ་ཐུགས་བསམ་གྱི་སྣང་བ་དང་ད་ན་ཚ་དེ་དེ་ག་རང་དྲག་འདུག་ད་དུང་ཡང་ཁོང་རང་གི་ད་འདི་ཞལ་ལག་མ་བཅོས་པའི་ཆུ་བཅུད་ལེན་རང་ལ་བརྟེན་ནས་དེ་ནས་ཀ་བ་ཞིབ་ཅིག་བཅད་ཡོང་འདུག་བསམ་པ་ལ་ད་ཡང་རླུང་ལངས་བྱུང་ནས་ད་ཞག་མ་བདུན་བར་དུ་དྲན་པ་འཐོར་འདུག་ད་རླུང་ལངས་ཟེར་ན་ཁོང་ཁྲོ་ལངས་པའི་དོན་དག་དེ་འདྲས་མ་རེད་ད་ང་རང་ཚོ་ཡུན་རིང་པོ་ཅིག་ཁ་ལག་ཟ་མ་མ་ཟས་ནས་དེ་ནས་ཡར་ལངས་བ་དང་མར་རྒྱལ་རོལ་ཡ་རིལ་རོལ་ཡ་བྱས་བ་འོ་ད་དེ་བྱུང་འདུག་ཨ་ད་དེ་ནས་ཡང་ཅིག་ཉི་མ་བདུན་གྱི་མཚམས་སུ་དྲན་པ་ཏོག་ཙམ་ཡར་སོས་བྱས་ནས་ད་ཤིང་པད་མ་ཟེར་བ་ཅིག་ཡོད་རེད་བ་འོ་ད་དེ་གི་མེ་བཏང་ཤིང་པད་མ་ཟེར་ང་ཚོ་ཕ་ཡུལ་ཤིང་དབལ་མ་ཟེར་གྱི་རེད་འོ་ད་དེ་གི་མེ་བཏང་ད་མེ་བཏང་ཚང་ཐ་ལ་ཅིག་ཡོད་རེད་བ་གོ་དལ་ཅིག་ཡོད་རེད་བ་གོ་དལ་དེ་ཚོ་དེ་ནས་ཆུ་ནང་བཏབ་བྱས་ནས་དེ་ནས་ཁོང་གིས་དེ་འདྲས་བྱས་ནས་ཆོས་ནས་དེ་འདྲས་བྱས་ནས་བཅུད་ལེན་གནང་ནས་ད་ཉམས་ལེན་གནང། ཡང་མཚམས་མཚམས་དབྱར་ཀ་རྫི་བོ་དེ་ཚོ་གི་གཡུག་བཞག་པོ་དག་སྣབས་ལུག་སྐམ་པོ་དག་དེ་འདྲའི་འདྲ་བོ་རག་གི་ཡོད་ཟེར་བ་འོ་དེ་འདྲའི་འདྲ་བོ་རག་སོང་ན་ཡང་དེ་འདྲའི་འདྲ་བོ་ཆོད་ནས་དེ་ནས་ཡང་ཁོ་རང་ཏོག་སུ་གྲོ་གོག་ཏོག་གཡས་དེ་མ་འཇོན་པ་བྱས་ནས་བླུག་སྣོན་མཛད། དེ་ནས་ཁོང་གི་བཅུད་ལེན་གྱི་དག་ཉམས་ལེན་དེ་ཚོ་ཡར་དག་གི་ཉམས་ལེན་དེ་ཚོ་མཐོ་རུ་མཐོ་རུ་མཐོ་རུ་མཐོ་རུ་འགྲོ་གི་ཡོད་དུས་བརྩམས་པ་ལ་དེ་ནས་མཐའ་མ་མཐའ་མ་དེ་ཚོ་ལ་དག་ཞལ་ལག་མཆོད་ཡས་དག་ཕར་བཞག་བྱས་ནས་ད་ཆུ་ཐིགས་པ་གཅིག་ཀྱང་མ་བཅོས་པར་ཕྱིན་ན་ད་ཟླ་བ་བདུན་གྱི་བར་དུ་ད་སྨྱུང་གནས་ལ་བཞུགས་པ་རེད། གང་ལྟར་ཁོང་ཁྱོན་བསྡོམས་ལོ་གསུམ་གྱི་བར་དུ་བཅུད་ལེན་ལ་བརྟེན་ཕྱིན་ན་སྐུ་ལྔ་བ་བརྒྱད་ཞི་བོ་ཅིག་སྐྱོན་ཕྱིན་ནས་ད་འཕགས་པ་སྤྱན་རས་གཟིགས་གྲུབ་གནང་སྟེ་སྨྱུང་གནས་ལ་བཞུགས་ཡོང་དུས་བརྩམས་པ་ལ་ད་ཁོང་གི་མཆོག་གི་དངོས་གྲུབ་ཚེ་འདི་ཉིད་ལ་ཐོབ་པ་རེད་དེ་འདྲའི་གསུངས་ཞིང། ད་དེ་ནས་སྨྱུང་གནས་བླ་མ་བརྒྱུད་པ་དེ་ཚོགས་ཀྱི་ནང་ནས་ད་བརྒྱུད་པ་དགུ་བ་དེ་བྱང་པ་མཁན་ཆེན་བརྩི་འདུལ་ཞུས་པ་དེ་རེད། ད་ཁོང་རང་ཡང་ཆུང་དུས་སྐབས་དེ་དེང་དགོན་པ་ཆེན་པོ་གྲྭ་ས་ཆེན་པོ་དེ་ཚོ་ལ་འགྲིམས་ཕྱིན་ནས་མཁས་པ་ཡང་དཔེ་མི་སྲིད་ཆེན་པོ་རེད་ཞག་དེ་ག་ནང་བཞིན་ཁོང་རང་གི་ཡི་དམ་གཙོ་བོ་དེ་རྗེ་བཙུན་གྲོལ་མ་དེ་གནང་གི་ཡོད་ས་རེད། ད་ཉི་མ་ཅིག་ཁོང་རང་གི་རྨི་ལམ་ནང་དུ་རྣ་ལམ་ནང་དུ་བུ་མོ་ཤར་རྩི་སྔོན་པོ་ཡོད་དེ་ངས་ཤ་མདོག་སྔོན་པོ་ཡོད་དེ་ངས་དེ་འདྲའི་ཅིག་ད་ཁྱོད་རང་ཞང་སྟོན་གྲ་འཇིགས་ཀྱི་སྐུ་མདུན་ལ་བཅར་གོ་རེས་ལུང་བསྟན་གནང་འདུག་ད་དེ་ཡིན་དུས་ཙམ་པ་ལ་ཁོང་གིས་ཞང་སྟོན་གྲ་འཇིགས་འཇགས་དུ་ཕེབས་བྱས་ནས་དེ་ནས་ཞང་སྟོན་གྲ་འཇིགས་ཀྱི་སྐུ་མདུན་ནས་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞལ་དཔལ་མོ་ལུགས་ཀྱི་སྒྲུབ་ཐབས་ཆ་ཚང་ཅིག་ཞུས་བྱས་ནས་ད་ང་སྨྱུང་གནས་སྟོང་ཕྲག་གཅིག་བར་དེ་གི་ཡིན་ཁོང་རང་རྩ་བའི་བླ་མ་ལ་དམ་བཅའ་ཕུལ་བྱས་ནས་ད་སྨྱུང་གནས་ལས་ཞུགས་ཡོང་དུས་ཙམ་པ་ལ། སྨྱུང་གནས་སུམ་བརྒྱ་ཙམ་སོང་བའི་དུས་ན་ས་ག་ཟླ་བའི་ཚེས་པ་བཅོ་ལྔ་གི་ཉིན་མོ་གཅིག་ལ་དེ་ནས་འཕགས་པ་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་གི་ཞག་དངོས་སུ་མཇལ་བྱས་ནས་ད་བྱིན་རླབས་ཐོབ་དངོས་གྲུབ་ཐོབ། དེ་ནས་བཟུང་སྟེ་བྱམས་སྙིང་རྗེ་དང་ཉམས་རྟོགས་པ་དཔལ་མི་ཟི་ཆེན་པོ་ཞི་བུ་ཆེ་བྱས་ནས་ད་འགྲོ་དོན་ཞི་བ་ཆུ་འཕེལ་རེད་གསུང་གི་འདུག་བ་འོ་ད་དེ་རེད། ད་སྨྱུང་གནས་བླ་མ་གུས་པ་དེ་ཚོའི་ནང་ནས་ད་གུས་པ་བཅུ་པ་དེ་ཆོས་རྒྱལ་དེ་བ་ཅན་པ་ཞུ་ཡས་དེ་རེད་ད་ཁོང་རང་ཡང་སྐུ་ཆུང་ཆུང་དུས་ནས་རབ་བྱུང་མཛད་མཁས་པ་ཡི་ཆེན་པོ་ཞེ་དྲག་རེད་ཀྱང་ད་ཁོང་རང་ཡང་ཡི་དམ་གཙོ་བོ་དེ་སངས་རྒྱས་སྨན་བླ་དང་རྗེ་བཙུན་སྒྲོལ་མ་དེ་གནང་གི་ཡོད་པ་བཅས་དེ་ནས་ཉི་མ་གཅིག་རྗེ་བཙུན་སྒྲོལ་མས་ལུང་བསྟན་གནང་བ་ནང་བཞིན་དུ་དེ་ནས་མཁན་ཆེན་བརྩེ་འདུལ་གྱི་སྐུ་མདུན་དུ་བྱོན་ནས་དེ་ནས་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞལ་གྱི་དབང་ཁྲིད་ལུང་གྲུབ་ཐབས་ཆ་ཚང་ཅིག་ཞུས་དེ་ནས་ད་ཁོང་རང་གི་རྩ་བའི་བླ་མ་ལ་དེ་ནས་ད་ང་སྨྱུང་གནས་སྟོང་ཕྲག་ཅིག་དེ་གི་ཡིན་ཟེར་དམ་བཅའ་ཕུལ་བྱས་ནས་ད་ཡང་ཁོང་སྨྱུང་གནས་ལས་བཞུགས་ཡོད་དུས་ཙམ་པ་ལ་སྨྱུང་གནས་སུམ་བརྒྱ་ཙམ་སོང་གི་དེ་ཚེ་བ་རྒྱལ་གྱི་མཚན་མོ་ཞིག་ལ་ཁོང་རང་གི་རྨི་ལམ་ནང་དུ་རེ་བ་ཁོང་རང་གི་མདུན་ན་འོད་དཀར་པོ་དེ་འདྲས་ཅིག་ག་འོད་དཀར་པོ་ཞིག་དེ་འདྲས་ཁོ་རང་ཁྲག་གོ་རེ་ཤར་བསྡད་འདུག་ཟེར། ད་ཁོང་གི་འོད་དེ་ལ་ལག་པ་ཐུག་ཡོང་དུས་ག་ཚོད་ཆག་ཐུག་པ་དང་འོད་དེ་ནམ་མཁའ་ལ་འཕུར་འགྲོ་འདུག་ད་ཁོང་གི་འོད་དེ་ལ་ཐམས་ཅད་ནས་ཅིག་ཕེབས་ཡོང་དུས་ཙམ་པ་ལ་རི་བོ་པོ་ཏ་ལ་རི་ངོས་སུ་སླེབས་པ་རེད། རེའུ་སྤོ་ད་ལར་དངོས་སུ་སླེབས་ཡོང་འདུག་སྐབས་སུ་སྤོ་ད་ལ་ཡི་ཞིང་ཁམས་དེར་ཡོད་ད་ང་རང་ཚོ་དཔེ་ཆ་ནང་ནས་ག་རེ་གསུངས་ཡོད་པ་དེ་ག་ནང་བཞིན་དངོས་སུ་མཇལ། དེ་ག་ནང་མཁན་གྱི་འཕགས་པ་སྤྱན་རས་གཟིགས་ཀྱི་ཞག་དངོས་སུ་མཇལ་བཅས་ལུང་བསྟན་གནང་བྱིན་རླབས་གནང་ད་དེ་འདྲའི་བྱས་ཏེ་དཔེ་མི་ཚེ་དྭངས་གནང་ཞིབ་ཅིག་བྱུང་འདུག་ད་དེ་ནས་བཟུང་ནས་ཁོང་དྭགས་པོའི་སྣང་བ་ལ་ད་མཚན་མོ་རྟག་པར་རེའུ་སྤོ་ད་ལ་རུ་ཕེབས་བྱས་ནས་འཕགས་པ་སྤྱན་རས་གཟིགས་སྐུ་མདུན་ནས་ཆོས་ཞུས། ཡང་ཉིན་མོ་དེར་ཁོང་རང་གི་སྐུ་གཟུགས་དེ་ག་རང་གི་ཐོག་ནས་ད་ང་རང་ཚོ་མི་ལ་ཡང་ཆོས་གསུང་ངེས་ལ་སོགས་པ་ད་དེ་འདྲའི་གི་ཉམས་རྟོགས་པ་ཞིབ་ཅིག་འཁྲུངས་རེད་ཟེར་གྱི་འདུག་ད་སྨྱུང་གནས་བླ་མ་གུས་པ་དེ་ཚོ་གི་ནང་ནས་གུས་པ་བཅུ་གཅིག་པ་དེ་མཁན་ཆེན་ཆུ་བཟང་པ་ཞུས་པ་དེ་རེད། ད་ཁོང་ཡང་དཔེ་མི་གཟིགས་མཁས་པ་ཡིན་པ་མེད་ཚེ་དེ་ག་ནང་བཞིན་འདུལ་བ་འཛིན་པ་ཆེན་པོ་ཞིག་རག་བྱེད་ཡ་རེད་ཞག་ད་ཁོང་ལ་མཚན་མོ་ཅིག་རྨི་ལམ་ནང་རྣ་ལམ་ནང་ལ་མི་དཀར་པོ་ཞིག་གིས་ག་རེ་གསུངས་རེད་ཟེར་ན་ཁྱོད་དང་ང་རང་གཉིས་དཔའ་རུག་ལ་ད་ལས་འབྲེལ་ཞུ་བྱེད་ཡོད་རེད་ཟེར་དེ་ཡིན་དུས་སྐབས་སུ་ཁྱོད་རང་ཆོས་རྒྱལ་དེ་བ་ཅན་པ་མཇལ་དུ་རྒྱུག་ཨ་གསུངས་འདུག་ཨ་དེ་ནས་ཆོས་རྒྱལ་དེ་བ་ཅན་པ་མཇལ་ཡོང་དུས་སྐབས་སུ་ཆོས་རྒྱལ་དེ་བ་ཅན་པ་ལ་ག་རེ་ཞུས་རེད་ཟེར་ན་ཁ་སང་ང་ལ་རྨི་ལམ་དེ་འདྲ་དཔེ་མེད་ཟེར་ཡམ་རྫུན་ཆེན་པོ་ཞིག་བྱུང་ཟེར་དེ་ཡིན་དུས་རྩམ་པ་ལ་ད་ང་ཁྱེད་ཀྱི་སྐུ་མདུན་ལ་བཅར་བ་ཡིན་ཟེར་ཡག་ཞུས་དུ་བ་དེ་ནས་ཆོས་རྒྱལ་དེ་བ་ཅན་པས་ག་རེ་གསུངས་རེད་ཟེར་ན་འོ་ཐུགས་རྗེས་གསུངས་ཟེར་ད་འདི་འཕགས་པ་སྤྱན་རས་གཟིགས་ཀྱི་ལུང་བསྟན་རང་རེད་ཟེར་ང་ལ་ཡང་ལུང་བསྟན་དེ་ག་རང་བྱུང་གསུངས་བྱས་ན་ཡང་དཔལ་མོ་ལུགས་ཀྱི་སྨྱུང་གནས་ཐུགས་རྗེ་ཆེན་པོ་བཅུ་གཅིག་ཞལ་གྱི་སྒྲུབ་སྐོར་ཆ་ཚང་དབང་ལུང་ཆ་ཚང་ཁོང་ལ་མ་གནང་བྱས། ད་ཁྱེད་རང་སྨྱུང་གནས་ལ་དེད་ཞོག་ཟེར་བཀའ་ཕེབས་དུ་བ་དེ་ནས་ཁོང་སྨྱུང་གནས་ལ་བཞུགས་ཡོང་དུས་རྩམ་པ་ལ་སྨྱུང་གནས་ཚར་བརྒྱ་ཙམ་གྱི་ཚར་འགྲོ་དུས་སྐབས་སུ་ད་ང་ཡར་ལོག་འགྲོ་གི་ཡིན་ཞུས་འདུག་ཁོ་རང་སྤྱི་བཏང་གོས་ད་བླ་མི་སྐུ་མདུན་དུ་ཆོས་ཞུ་ག་ཅར་རེད་མ་གཏོགས་ཁོ་རང་སྤྱི་བཏང་གོན་པ་གཞན་དག་འགྲོ་གི་ཅིག་ཡང་ཕྱག་ལས་སྒྲུབ་དེ་འདྲ་མང་པོ་ཡོད་ཟེར་དེའི་དུས་སྐབས་སུ་ད་སྨྱུང་གནས་ཚར་བརྒྱ་ཙམ་ཚར་འགྲོ་དུས་སྐབས་སུ་ད་ང་ལོག་འགྲོ་གི་ཡིན་ཞུ་དུས་ཙམ་ལ་བླ་མ་གིས་ག་རེ་གསུངས་རེད་ཟེར་ན་ད་ཁྱོད་རང་ད་ལྟ་ལོག་མ་འགྲོ་གཏོགས་ཞེས་ད་དུང་སྨྱུང་གནས་དེད་ཞོག་གསུངས་འདུག་གསུངས་ཡོང་དུས་སྐབས་སུ་ད་ཁོང་གིས་སྨྱུང་གནས་ཚར་ཉིས་བརྒྱ་ཙམ་ཞིག་ཞུགས་འདུག་ཉིས་བརྒྱ་ཙམ་ཞིག་ཚར་འགྲོ་དུས་སྐབས་སུ་བླ་མ་ལ་ཡང་ག་རེ་ཞུས་རེད་ཟེར་ད་ང་དངོས་གནས་ལོག་འགྲོ་གི་ཡིན་ཟེར་ལས་ཀ་མང་པོ་ཡོད་ཡ་གོན་པ་ལ་ད་ལོག་འགྲོ་གི་ཡིན་ཞུས་དུས་ཙམ་ལ་བླ་མས་ག་རེ་གསུངས་རེད་ཟེར་ན་ཁྱོད་རང་ད་དུང་ཏོག་ཟི་དོད་དང། ཁྱོད་རང་འཕགས་པ་སྤྱན་རས་གཟིགས་ཞལ་དངོས་སུ་མཇལ་གྱི་རེད་གསུངས་འདུག་ད་དེ་ནས་ཡང་ཁོང་སྨྱུང་གནས་དེ་ག་རང་བཞུགས་བྱས་ནས་ད་སྨྱུང་གནས་ཚར་གསུམ་བརྒྱ་ཙམ་སོང་ད་ཚེས་པ་བཅོ་ལྔ་ཞིག་གི་མཚན་མོ་ད་ཁོང་གོམ་ན་འདུག་བཞུགས་ཡོང་དུས་ཙམ་མ་ལ་ད་མཚན་མོ་མཚན་ཕྱེད་ཀ་ཙམ་ན་ད་འོད་དཀར་པོ་ཞིག་གི་ནམ་མཁའ་ཆ་ཚང་གང་ཡོང་གི་བཟོ་འདྲ་བོ་ཞིག་གཟིགས་འདུག་ད་ཁོང་གི་ག་རེ་ཡིན་ན་ཟེར་ན་ཟླ་བའི་འོད་ཡིན་ན་ཡང་མིན་ན་ཆུ་མིག་གི་འོད་འདྲ་བོ་ཡིན་ན་ཡང་ན་ང་རང་གི་མིག་འདྲ་བོ་འཁྲུལ་ཡིན་ན་ག་རེ་ཡིན་ན་ཟེར་ཏེ་ཁོང་གི་ཡག་པོ་ཞིག་གཟིགས་ཡོང་དུས་ཙམ་མ་ལ་ཁོང་གི་མདུན་གྱི་ནམ་མཁའ་ལ་འཕགས་པ་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་ཁོ་རང་ཁྲ་ལམ་མེ་ཁོ་རང་དངོས་སུ་མཇལ་འདུག། ད་དེ་དུས་ཁོང་ཞེ་ས་འདྲ་ཞིག་མ་བྱོས་ད་སེམས་བག་ཕེབས་ཁོ་རང་སེམས་དགའ་དྲགས་ནས་ངུ་ཞོར་སྤྱན་ཆབ་ཤོར་དེ་ནས་ད་ག་རེ་ཞུས་རེད་ཟེར་ན་ཁྱེད་རང་གི་སྤྲུལ་པ་ང་ཡི་རྩ་བའི་བླ་མ་དེ་ག་རེ་གསུངས་སོང་ཟེར་ན་འཕགས་པ་སྤྱན་རས་གཟིགས་ཁྱེད་རང་མགྱོགས་པོ་ང་ལ་ད་ཞལ་འབྱེད་ཀྱི་རེད་གསུངས་སོང་སྟེ་ཡིན་ན་ཁྱེད་ད་ལྟ་བར་དུ་ང་ལ་ག་རེ་བྱས་ནས་ཞལ་མ་བསྟན་པ་ཡིན་ཟེར་ནས་ད་དུག་ཡུས་འདྲ་བོ་ཅིག་ཞུས་ཡོང་དུས་ཙང་པདྨ་འཕགས་པ་སྤྱན་རས་གཟིགས་ཀྱིས་ག་རེ་གསུངས་རེད་ཟེར་ན་ང་དང་ཁྱོད་རང་གཉིས་ཀྱི་སྐད་ཅིག་ཙམ་ཡང་མ་འབྲལ་བར་ག་དུས་ནས་མཉམ་དུ་ཡོད་པ་རེད་ཟེར་ཡིན་ན་ཡང་ངས་ཐང་བ་དང་པོ་ཁྱོད་ལ་དེ་མཁན་ཆེན་བདེ་བ་ཅན་པའི་སྐུ་མདུན་དུ་འགྲོ་དགོས་རེད་ཟེར་ལུང་འདྲེན་གནང་ཡོང་དུས་ཙང་པདྨ་ཁྱེད་རང་རྣམ་རྟོག་ཞིག་བྱུང་བཞག་ཚེ་རྣམ་རྟོག་ག་རེ་བྱུང་འདུག་ཟེར་ན། ཨོ་འདི་ལུང་སྟོན་གནང་མཁན་འདི་ད་ང་ལ་ལྷ་ཡི་ལུང་སྟོན་འདྲ་བོ་ཡིན་ན་ཡང་མིན་ན། དུས་ཀྱི་བར་ཆད་འདྲ་བོ་བྱས་ནས་ད་ཡང་དེ་འདྲའི་ལུང་སྟོན་རྫུན་མ་འདྲ་བོ་གནང་གི་ཡོད་ན། དེ་འདྲའི་ཁྲོད་ནས་ཁྱོད་རང་དོགས་པ་ཅིག་ཟད་འདུག་ཟེར། རྟེན་འབྲེལ་ཏོག་ཙམ་འཆུག་འདུག་ཟེར་དེ་ལ་བརྟེན་ནས་ང་ད་ལྟ་བར་དུ་མ་མཇལ་བ་རེད་མ་གཏོགས་ཁྱེད་ནི་ང་ཁྱེད་རང་མཉམ་དུ་ཡོད་པ་རེད་གསུངས་བྱས་ཏེ་དེ་ནས་འཕགས་པ་སྤྱན་རས་གཟིགས་ཀྱིས་བྱིན་རླབས་གནང། དེ་ནས་བཟུང་སྟེ་ད་ཁོང་ཉམས་རྟོགས་པ་དཔེ་མི་གཟིགས་ཆེན་པོ་བྱུང་བྱང་ཆུབ་སེམས་འདི་ཚོ་བཅོས་མ་མ་ཡིན་པའི་རྒྱུད་ལ་འཁྲུངས་ད་དེ་འདྲའི་དཔེ་མི་གཟིགས་བྱིན་རླབས་ཆེན་པོ་བྱུང་རེད་གསུངས་འདུག། དེ་ནས་རྙིང་མའི་བླ་མ་བརྒྱུད་པའི་རྣམ་ཐར་དེ་ཚོའི་ནང་ན་དང་བརྒྱུད་པ་བཅུ་གཉིས་པ་དེ་ཆོས་རྗེ་ཤེས་རབ་འབུམ་ཞུ་བ་ཁོང་རེད། ཆོས་རྗེ་ཤེས་རབ་འབུམ་ཁོང་གིས་མཁན་ཆེན་ཆུ་བཟང་པའི་སྐུ་མདུན་ནས་འཕགས་པ་སྤྱན་རས་གཟིགས་ཀྱི་དེ་ནས་ཆོས་སྐོར་སྒྲུབ་ཐབས་ཆ་ཚང་ཅིག་ཞུས་བྱས་ནས་དེ་སྨྱུང་གནས་ལ་བཞུགས་ནས་ཟླ་གསུམ་གྱི་མཚམས་སུ་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞག་ལ་དེ་ནས་རྗེ་བཙུན་སྒྲོལ་མ་འཇིགས་བ་རྒྱལ་སྐྱོབ་ཀྱི་ལྷ་ཚོགས་ཀྱི་དེ་ནས་འཁོར་གྱི་སྐོར་བསྡད་པ་དང་དེ་འདྲ་ཞིག་དངོས་སུ་བྱས་པ་རེད། ད་དེ་ནས་བཟུང་སྟེ་དེ་ནས་ད་ཆོས་རྗེ་ཤེས་རབ་འབུམ་ཁོང་གི་ཐུགས་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བཅོས་མ་མ་ཡིན་པ་ཐུགས་ལ་འཁྲུངས་དེ་ག་ནང་བཞིན་དེ་ནས་ཁོང་རང་གི་སློབ་མ་རྒྱལ་སྲས་དངུལ་ཆུ་ཐོགས་མེད་བཟང་པོ་ཡིས་དེ་ནས་ཁོང་ཐོག་མར་མཇལ་དུས་ཙམ་པ་ལ་འཕགས་པ་སྤྱན་རས་སུ་སྐུ་དངོས་སུ་མཇལ་བ་རེད་ད་དེ་འདྲའི་ལོ་རྒྱུས་ཡོང་གི་འདུག་བ་དེ་ཡི་དུས་སྐབས་སུ་དཔལ་མི་ཟིག་གི་བླ་མ་བྱིན་རླབས་ཆེན་པོ་ཅིག་བྱུང་རེད་གསུང་གི་འདུག་ད་དེ་ནས་ཉུང་ནས་བླ་མ་བརྒྱུད་པའི་རྣམ་ཐར་དེ་ཚོའི་ནང་ད་བརྒྱུད་པ་བཅུ་གསུམ་པ་དེ་རྒྱལ་སྲས་དངུལ་ཆུ་ཐོགས་མེད་བཟང་པོ་ཞུ་བ་ཁོང་རེད་ད་རྒྱལ་སྲས་དངུལ་ཆུ་ཐོགས་མེད་དེ་རྣམ་པ་ཚོ་མང་ཆེ་བ་གཅིག་གིས་མཁྱེན་གྱི་རེད། ང་རང་ཚོ་ནམ་རྒྱུན་རྒྱ་བཟའི་ལག་ལེན་སྲོལ་རྒྱུན་མ་རྩ་བའི་མི་ཚེ་སྐད་གྲགས་ཆེན་པོར་བའོ་དེ་རྒྱ་བཟའི་ལག་ལེན་སྲོལ་རྒྱུན་མ་རྩོམ་གནང་མཁན་དེ་རེད་ད་ཁོང་བླ་མ་བྱང་ཆུབ་སེམས་དཔའ་བསམ་གྱིས་མི་ཁྱབ་པ་བྱུང་ཡིན་ས་རེད་ད་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞལ་དེ་ད་རྒྱ་བཟའི་དངུལ་ཆུ་ཐོག་མས་ཁོང་རང་གི་སྐྱེ་བ་ནས་ཚེ་རབས་མང་པོ་ཞིག་བར་དུ་འཛིན་ཡི་དམ་གྱི་ལྷ་ཡིན་པ་དེ་ཁོང་རང་གི་རྩ་བའི་བླ་མ་ཤེས་རབ་འབུམ་གྱིས་མཁྱེན་འདུག་ད་དེ་མཁྱེན་ཡོང་དུས་ཙམ་པ་ལ་མགོན་པོ་ཀླུ་སྒྲུབ་དང་སློབ་དཔོན་སྤྱན་དར་སྒོ་མེད་དང་དགེ་སློང་དཔལ་མོ་ལ་སོགས་པའི་དེ་ནས་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞལ་གྱི་དེ་ནས་ད་གྲུབ་ཐོབ་ཀྱི་ལུགས་སྲོལ་འདྲ་མི་འདྲ་བརྒྱུད་པ་འདྲ་མི་འདྲ་མང་པོ་ཞིག་ཡོད་ས་རེད་དེའི་བརྒྱུད་པ། ཆ་ཚང་གཅིག་གི་དབང་ལུང་ཁྲིད་གསུམ་ཆ་ཚང་གཅིག་ད་གྱ་ཚོད་དངུལ་ཆུ་ཐོག་མའི་བཟང་པོ་ཁོང་ལ་གནང་བ་རེད། དེ་ནས་གྱ་ཚོད་དངུལ་ཆུ་ཐོག་མས་ཁོང་དགུང་ལོ་བཞི་བཅུ་ཞེ་གསུམ་པའི་ཐོག་ལ་དངུལ་ཆུ་ཆོས་ཚོང་ཞུ་བའི་ད་གནས་རི་ཁྲོད་དབེན་པ་ཞིག་ཏུ་བ་ད་དེ་ལ་ཕེབས་བྱས་ནས་ད་ཞབས་ཕྱི་མི་གཅིག་མ་གཏོགས་གཞན་མི་སུ་གཅིག་ལ་ཡང་འཇགས་སྐར་མ་གནང་བ་བཅས་ལོ་ཉི་ཤུ་ནས་ཉི་ཤུ་རྩ་ལྔ་ད་དེ་འདྲ་ཞིག་བར་ཞིག་ཏུ་ད་སྨྱུང་གནས་དང་བྱང་ཆུབ་སེམས་ཁོ་རང་ལ་ཉམས་ལེན་རྐྱང་རྐྱང་གནང་ནས་བཞུགས་པ་རེད། ད་སྨྱུང་གནས་ཁོ་རང་ད་ཁོང་རང་སྨྱུང་གནས་ཐོག་མར་དབུ་བཙུགས་པ་ནས་ཟླ་བ་དྲུག་གི་མཚམས་ལ་དེ་ནི་འཕགས་པ་སྤྱན་རས་གཟིགས་བཅུ་གཅིག་ཞག་དང་དེ་ག་ནང་བཞིན་སྤྱན་རས་གཟིགས་དོན་ཡོད་ཞགས་པ་ལྷག་ལྔ་ལ་སོགས་པ་ད་འཕགས་པ་སྤྱན་རས་གཟིགས་མང་པོ་ཞེ་དྲག་ཅིག་སྦྱར་བྱས་དེ་ནི་ད་བྱིན་རླབས་དང་དབང་དང་དངོས་གྲུབ་མང་པོ་ཞིག་ཐོབ་པ་རེད་གསུང་གི་འདུག་ད་དེ་ནས་བཟུང་སྟེ་ད་རྒྱལ་སྲས་དངོས་གཟུགས་ཐོག་མའི་ཁོང་གི་ཐུགས་རྒྱུད་ལ་བྱམས་སྙིང་རྗེ་དང་སྟོང་ཉིད་རྟོགས་པའི་ཤེས་རབ་དང་དེ་ག་ནང་བཞིན་བྱང་ཆུབ་སེམས་རིན་པོ་ཆེ་ལ་སོགས་པ་ད་བཅོས་མ་མ་ཡིན་པ་ཁྱད་པར་ཅན་ཅིག་འཁྲུངས་འདུག། ད་ལྟའི་འཁྲུངས་ཡོང་དུས་རྩམ་པ་ལ་དར་སྤེལ་མི་བཟོད་ནུས་པ་ཞེ་དྲག་ཅིག་བྱུང་ཞེ་ན་མཛེ་ཡི་ན་ཚ་ལ་སོགས་པ་དང་ནད་ན་ཚ་ཞེད་སྣང་ཚ་བོ་དེ་འདྲའི་ནང་མཁན་དེ་ཚོ་ལ་ཕར་ཕྱོགས་ཀྱི་དེ་འདྲ་བོ་དཀའ་ངལ་ནད་ན་ཚ་དེ་གྱ་ཚོའི་དངོས་གཞི་ཐོག་མའི་ཁོང་རང་གི་ཚུལ་ལ་ཤེས་ཐུབ་ཡས་ལ་སོགས་པ་དང་དེ་བ་ནང་བཞིན་གྱི་མི་དང་དུད་འགྲོ་ལ་སོགས་པ་ཡང་གྱ་ཚོའི་དངོས་གཞི་ཐོག་མའི་བཟང་པོ་ཁོང་གི་སྐུ་མདུན་དུ་སླེབས་ཡོང་དུས་རྩམ་པ་ལ་དཔལ་མི་བཟོད་སེམས་པ་སྐྱིད་པོ་ལྷོད་ལྷོད་ཆགས་ཐུབ་ཡས་དང་དེ་འདྲའི་གི་ནུས་པ་དང་བྱིན་རླབས་ཞུ་བྱེད་ཡོད་རེད་ས། ད་དེ་དང་དེ་ལ་སོགས་པ་གྱ་ཚོའི་དངོས་གཞི་ཐོག་མའི་བཟང་པོ་ཁོང་གི་དང་བྱང་ཆུབ་སེམས་དང་སྙིང་རྗེ་ཡི་སྒོ་ནས་སེམས་ཅན་གྱི་དོན་མཛད་པའི་ལོ་རྒྱུས་དེ་བྱིན་རླབས་ཆེན་པོ་ངོ་མཚར་ཅན་ཧ་ཅང་གི་མང་པོ་དེ་འདྲ་ཡོད་དེ་གི་རེད། དེ་གང་ལྟར་སྨྱུང་གནས་བླ་མ་བརྒྱུད་པ་དེ་ཚོ་ད་དགེ་སློང་མ་དཔལ་མོ་ནས་བཟུང་སྟེ་རྒྱལ་སྲས་དངུལ་གཟུགས་ཐོགས་མེད་བཟང་པོའི་བར་དུ་ཚང་མ་གི་ད་དེའི་བླ་མ་བརྒྱུད་པ་འདི་རང་གཟུང་གི་ཡོད་རེད། རྒྱལ་སྲས་དངུལ་གཟུགས་ཐོགས་མེད་བཟང་པོ་ནས་བཟུང་སྟེ་སྨྱུང་གནས་ཀྱི་བླ་མ་བརྒྱུད་པ་དེ་ཚོ་བེད་སྐོར་བ་མང་དྲགས་རྒྱ་ཆེ་དྲགས་ནས་ད་འདི་རེད་འདིའི་མཚམས་ན་འདི་རེད་འདིའི་མཚམས་ན་འདི་རེད་རེ་རེ་ངོས་བཟུང་ཡ་ཡོད་མ་རེད་དེ་ཡིན་ན་ཡང་སྨྱུང་གནས་ཀྱི་ཆོས་ཀྱི་བརྒྱུད་པ་དེ་ང་རང་ཚོ་བོད་གངས་ཅན་ལྗོངས་ཀྱི་ད་དགོན་སྡེ་དང་བླ་མ་དང་ཆོས་བརྒྱུད་ཆ་ཚང་ལ་ཁྱབ་སྟེ་བླ་མ་རེ་རེ་ལ་ཡང་བརྒྱུད་པ་མང་པོ་བཞུགས་ཡོད་རེད། དེ་ཡིན་དུས་སྐབས་ད་དེང་སང་ང་རང་ཚོ་སྨྱུང་གནས་སའི་ས་སྐྱབས་རྡོ་སྐྱབས་དེ་འདྲས་ཆགས་བསྡད་པའི་ཀ་བ་བཟང་པོ་ཞིག་ཆགས་འདུག་བ་འོ་ད་དེ་འདྲས་ཞིག་རེད་ཞུ་ཡ་ཡིན།